ད་རྒྱལ་སྲས་བདེ་བའི་རེ་བ་དང། དེ་འདྲའི་ཆོས་དེ་རེ་བ་དང། དེ་ཀའི་ཆོས་དང་ཆོས་མ་ཡིན་པའི་དབྱེ་བ་འབྱེད་པར་བྱེད་པ་རེ་བ་དང་རེ་ཞེས་གང་ཅིའི་ལེགས་པར་བཤད་པ་ལེགས་བཤད་ཅིག་རེད། དེ་ལེགས་བཤད་དེ་སྲིན་པོ་ལས་ཀྱང་བའི་སྤྱོད་ཚུལ་ངན་པ་ཁྱེད་རང་ལ་གར་ཕན་གི་རེད་ཐོས་པ་དེ་ཀའི་གར་བྱེད་ག། བྱེད་པའི་སྐང་ལ། དེ་མ་བཟོད་ནས་སྲིན་པོ་ལས་ཀྱང་ངན་པ་དེ་ཡོང་ལ་ད་ཁོ་མ་བཟོད་པ་བྱས་ནས་ལྷོ་ད་དེ་ཚིག་དེ་ལ། དེ་མ་ཁོས་དེ་མ་བཟོད་ནས་ལྷ་ཡང་ཁྱོད་ཅུང་ཞིག་སྡོད་ཅིག་ས་ཁྱོད་སྡོད་ད་བྱས་ལ། ཁྱོད་རང་རྒྱལ་པོ་ཕྱིན་ཚུལ་ཟེར་ཡ་གྱིར་བ་ད་ཁྱོད་རང་རྒྱལ་པོ་རྣམས་མཚོན་ཆ་ཐོགས་ཏེ་རི་དྭགས་གསོད་པ་དེ་ཆུ་དང་དགའ་བ་ཡིན་ཟེར་ས། རྒྱལ་པོ་གསོད་པའི་མཚོན་ཆ་ཐོགས་ནས་ག་དུས་ཡིན་ནས་པི་ཀའི་རི་དྭགས་སེ་ག་འགྲོ་གི་འདུག་བ་ཟེར།

དེའི་རང་བཞིན་གྱིས་ཤི་བའི་ཤ་ཡང་ཟར་མི་རུང་ན་ཟས་ཀྱི་ཆེད་དུ་གསོད་པ་ག་ལ་རུང། མི་དེ་རི་དྭགས་ལས་རིགས་མཐོ་བ་རེད་མི་རང་བཞིན་གྱིས་འབའ་ཤི་སོང་བའི་རོ་ཟ་རུང་གི་མ་རེད། དེ་ཡིན་དུ་ཟས་ཀྱི་ཆེད་དུ་རྐང་བཙུགས་ནས་བས་བསད་པ་ག་ལ་རུང་ཞེས་གསུངས། དེ་ནི་སུ་དཱ་སི་ཕོས་ཁྱོད་ངའི་དྲུང་དུ་འོང་བ་འདི་ཆོས་གཞུང་ལུགས་ཀྱི་སུ་ལ་མི་མཁས་སོ་ཟེར་བ་ལ་ངའི་བདེན་པའི་ཚིག་གསུང་བའི་ཕྱིར་འདིར་འོང་བའི་ང་ཉིད་གཞུང་ལུགས་ལ་མཁས་ཞེས་གསུངས། དེ་ནས་ཁོས་མི་གཞན་རྣམས་ངའི་དབང་དུ་བྱོན་ན་སྐྲག། ཁྱོད་ནི་དཔའ་བརྟན་དལ་གྱིས་མ་བཏང་བས་ཁྱོད་འཆི་བའི་འཇིགས་པ་མེད་པར་གྲགས་ཟེར་བ་ལ། རྒྱལ་སྲས་ཟླ་བས་མི་རྣམས་སྡིག་པ་བྱེད་པར་བརྗོད་པར་གྱུར། མི་ཚོས་སྡིག་པ་བྱས་ཡོད་དང་བཀྲ་ཤིས་པའི་གང་ལ་དེ་ཡར་དྲན་ནས་ཞེས་ཀྱི་ཡོད་རེད། ངས་ནི་སྡིག་པའི་ལས་བྱས་པ་མི་དྲན་པས་དེའི་ཕྱིར་འཇིགས་པ་མེད་དོ་ཟང་ང་ཤི་བ་ཡིན་ན་ཡང་སྡིག་པ་བྱས་མེད་པ་ཡིན་ཙང་ནི་གཞལ་ཡས་ཁས་མི་འདུག། དེ་བས་ན་ད་ཆོས་སྦྱིན་བྱེད་དོ་ཟོ་ཞིག་ཅེས་ད་ངས་ཆོས་སྦྱིན་བྱས་ནས་སྦྱིན་པ་བཏང་གི་ཡིན་ལུས་སྦྱིན་པ་བཏང་གི་ཡིན་ད་ཁྱེད་རང་ཟ་རོགས་ཅེས་གསུངས་རེག་གསུངས་པས་ཁོ་དད་པ་བྱས་ནས་ད་རང་བཞིན་གྱིས་བགད་པ་དང། སུ་དལ་སྲིད་དུ་རྒྱལ་པོ་གང་འདྲ་ཨ་ནི་དད་པ་བསྐྱེད་ཡོང་བ་རེད་ཁོ་དད་པ་བསྐྱེད་ནས་མིག་མཆི་མའི་སྒང། ལུས་ཀྱི་བ་སྤུ་དང་སྡིག་པའི་རང་བཞིན་བརྗོད་ནས་གུས་པར་བསྟི་སྟེ། ཨ་དེ་རེད། སྡིག་ཆེན་ཁྱོད་ཀྱིས་དུས་ཀྱང་ཆོས་དྲེད་ཆོས་ཀྱི་མི་ཐུལ་ཟེར་ཏེ་སྡིག་པ་ཆེན་པོ་བའི་སྲིན་པོ་འདྲ་བ་དེ་དྲེད་ཀྱི་བགད་མི་ཤ་ཟ་ཉིན་དེ་ལ་ཡང་ཆོས་ཀྱི་ཚིག་ཁ་ཤས་ཅིག་མ་གསུང་ཡོང་དུས། གནད་དུ་ཁེལ་བ་འདྲ་པོ་ཅིག་བགད་གདམས་ངག་དེ་གསུང་ཡོང་དུས། ཉན་སྟངས་དེ་ཡག་པོ་ཅིག་ཉན་པ་རེད་སོང་གཉིས་པ། དེ་ཡིན་དུས་ཨ་ནི། ཁོ་ཚོས་ནི། སྡིག་པའི་རང་བཞིན་བརྗོད་ནས་གུས་པར་བསྐྱེད་དེ་ཆེས་ལྟ་བུ་ལ་ཤེས་བཞིན་དུ་སྡིག་པ་བྱས་པ་ནི་མི་བཟོད་པའི་དུག་འཐུང་བ་ཡིན་པས་དེ་བས་ཁྱོད་ཀྱིས་བྲམ་ཟེ་ལེགས་པར་སྨྲ་བ་དེ་བདག་ལ་ལེགས་པར་སྨྲས་པ་དེ་བདག་ལ་བསྟན་དུ་གསོལ་ཞེས་སོགས་དང། བདག་གི་སྤྱོད་པ་ངན་པའི་གཟུགས་ཁྱོད་ཀྱིས་མེ་ལོང་གསལ་མཐོང་ན་ཡིད་ལ་གདུང་བ་རབ་བྱེད་དེ་བདག་ནི་ཆུ་ལ་ཕྱོགས་པར་འགྱུར། དེ་རེད། ཚིག་རྐང་གཉིས་པའི་མཐར། ནས་དང། ཚིག་རྐང་བཞི་པའི་མཐར་བྱུ་རུ་ཅན་ཤེས་རབ་རང་དུ་ཡོད་ཀྱང་ཤེས་རབ་ཀྱི་བདུད་རང་ལ། དེ་འདི་ཅི། རེད་པ་དང། ཤེས་རབ་རང་དུ་ཡོད་ཀྱང་ལམ་རིམ་ཆེན་མོར་གུས་པའི་དབང་གིས་ན་དང་འགྱུར་ཅེས་གསུངས། རུ་བ་དང་ནས་ཟས་དེ་ལ་ན་བྱེད། འོང་དེ་རེད། དེ་ནས་བྱུར་ཅིག་ཟས་དེ་ལ་འཇུ་རུ་ཟེར་ད་ཚོད་རྒྱུ་རུ་བཞག། གོ་དེ་རྒྱལ་གྱི་ཆེད་དུ་རུ་བ་དང་ཟས་སོ། གོང་གི་ཚིགས་བཅད་འདི་ཡང་སྨྲས་པ་ན། ད་རྒྱལ་པོ་རྐང་དྲག་གི་ཡར་རྒྱལ་སྲས་ཟླ་བ་ལ་སྨྲས་པ་ལ། རྒྱལ་སྲས་ཟླ་བས་ཁོ་སྣོད་དུ་གྱུར་པ་གཟིགས་ནས་རབ་ཏུ་དམའ་བའི་སྟན་ལ་འདུག་དུ་བའི་པ་ནི་རྣམ་པར་བཅད་དགག་དང་ལྡན་པའི་མིག་གིས་ལྟ་ཚིག་གི་བདུད་རྩི་འཐུང་བ་བཞིན་གུས་པ་བྱེད་ཅིང་རྩེ་གཅིག་བཏུད། རབ་ཏུ། རབ་ཏུ། རབ་ཏུ་དད་དང་ལ་དྲི་མེད་ཡིད། ནད་པའི་སྨན་པའི་ཚིག་སྙན་ཞིང། རིམ་གྲོ་བཅས་ཏེ་བཅུད་ཉོན་ཅིག། ཅེས་གསུངས། ད་ཆོས་ཉན་སྟངས་དེ་མ་གསུང་གི་ཡོད་རེད། ཆོས་ཉན་པའི་སྐབས་ད་ཕྱི་ར་མ་སྡོད། རེད་པ་ད་རྒྱལ་པོ་རྐང་འདྲ། དེ་ནི་མ་སྨྲ་བ་སྨྲ་ས་ལ་མ་སྡོད། རེད་པ་ད། ཆོས་ཉན་མཁན་དེ་ཡར་མཐོ་ས་ལ་སྡོད། སོང་ཡང་འོད་དེ་རབ་ཏུ་དམའ་བའི་སྟན་ལ་འདུག། དུལ་བའི་པ་ནི་རྣམ་པར་དགའ་དང་ལྡན་པའི་དད་པའི་ཐོག་ནས་ཡང། དགེ་བའི་བཤེས་གཉེན་ལ་ཡང་མིག་གིས་བལྟ་ནས་བརྗེད་ནས། ཚིག་གིས་བདུད་རྩི་འཐུང་བ་བཞིན་སུ་དག་མ་གསུང་རུམ་ཚོགས་པའི་བདུད་རྩི་བེ་གའི་འཐུང་བདེ་བའི་ཚོགས་འདྲ་བ་ཅིག་རེ་བ་དང་བདུད་རྩི་འཐུང་ན་སྐོམ་གསོད་གི་གསོད་གི་ཡོང་གི་རེ་བ་དང། འོ་དེ་ན་བདག་གིས་བེ་གའི་བདུད་རྩི་འཐུང་བ་བཞིན་གུས་པས་གུས་པ་བསྐྱེད་ཅིང། གུས་པ་བསྐྱེད་ཅིང་རྩེ་གཅིག་བཏུད། རབ་ཏུ་དྭངས་ལ་དྲི་མེད་ཡེ་ནས་པའི་སྨན་པའི་ཚིག་ཉིད་ཀྱིས་རིམ་གྲོ་བྱས་ཏེ་ཆོས་ཉོན་ཅིག་ཅེས་གསུངས། དེ་ནས་སུ་དཱ་སི་བུས། ད་གསུངས་པ་ནང་དག་གི་བསླབ་བྱ་འདི་གནང་ཡོང་དུས་རྡོ་ལེབ་མཐོན་པོ་ཞིག་གི་སྟེང་དུ། ཁོ་རང་གི་སྟོད་གཡོགས་བཏིང། དེ་ལ་འཇའ་ཟེར་ཟླ་བ་བཞུགས་སུ་བཅུག། ཁོ་རང་དེའི་མདུན་དུ་བསྡད་ནས་ཞལ་རས་ལ་བལྟས་ཏེ་འཕགས་པ་དག་སོང་ཤིག་ཟེར་རོ། འོན་ཏེ་རེ། ཨ་ཁོ་གུས་པ་ཞེ་དྲག་ཕྱག་བཏུ་བ། འཕགས་པ་དག་སོང་ཤིག། འོན་ཏེ་རེ། འཇའ་ཟེར་ཟླ་བས། དམ་པ་དག་དང་ལན་གཅིག་ཙམ་ཇི་ལྟར་འདོད་པར་ཕྲད་ཀྱང་རུང། འདྲེས་པར་བྱ་བར་མི་གུས་པར་རབ་ཏུ་བསྟན་པ་ཉེ་དུ་གྱུར། འོན་ཏེ་རེ། སྐྱེས་བུ་དམ་པ་དགེ་བའི་བཤེས་གཉེན་དང་ལན་གཅིག་ཙམ་འཕྲད་པའི་སྐབས་ལ། ཐེངས་དང་པོར་འཕྲད་པ་ལྟ་བུ། དེ་སྔ་མ་འཕྲད་པ་འཕྲད་མ་ཐག་ཏུ་སོང་བ་ལྟ་བུ། ཇི་ལྟར་འདོད་པ་འཕྲད་ཀྱང་རུང་ད་ག་འདི་བསྒྲིལ་བར་བྱ་མི་དགོས་པར་རབ་ཏུ་བརྟན་པ་ཉིད་དུ་འགྱུར་ཞེས་སོགས་ཆོས་གསུངས་པས། ད་ཆོས་དེ་མ་གསུངས་ཡོང་དུས། ཁོས་རྒྱུས་དུས་ནས་བཀའ་དྲིན་གསབ་ཕྱིར་ཟ་བའི་དོན་དུ་རྒྱལ་པོའི་བུ་བཞི་བརྒྱ་དང་དགུ་བཅུ་གོ་དགུ་བཙོན་དུ་བཅུག་ཡོད་པ་རྣམས་ད་ཐང་གིས་ཁོའི་བའི་དུས་སྟོན་བྱེད་ཡག་གི་ཆེད་དུ་རྒྱལ་པོའི་བུ་བཞི་བརྒྱ་དང་དགུ་བཅུ་གོ་དགུ་བཙོན་དུ་བཅུག་ཤེས་རོགས་ད་དེ་ཚོ་གང་ག་ལོ་བ་ད་ཚེ་ཐར་བཏང་ནས་བ་བཙོན་དུ་བཅུག་ཡོད་པ་རྣམས་ཕུལ་ནས་ཕྱིན་ཆད་བདེན་པའི་བརྟུལ་ཞུགས་འཛིན་པ་སེམས་ཅན་གསོད་པ་སྤོང་བ་མི་ཤ་ཟ་བ་ན་དཔུང་བའི་དམ་རྒྱ་འཕུར་བ་ལྟ་བུ་ཡིན། ད་ཁྱོད་ཉན་པའི་སྐབས་ལ་དེ་དྲིས་ཅིག་བསྒུག་གི་ཡོད་རེད། ལག་ཏུ་བླངས་བསལ་ཏེ། བུ་ད། དེས་ན་ཁྱོད་ཉན་པའི་ཚེ་རང་གི་ཤི་གྱོད་དང་ར་སྤྲོད་བྱེད་བཞིན་དུ་ཉན་ན། ཨ་ནི། སུ་ད་སིའི་བུ་ལྟར་ཤི་གྱོད་ཤིན་ཏུ་རྩུབ་པ་ཡང་རྒྱུད་དུལ་བར་འགྱུར་ཞིང། ཁྱོད་ཉན་སྟངས་དེ། ཆོས་དང་སེམས་གཉིས་ལོགས་སུ་བྱས་ནས་ཉན་ན་བླ་མ་ཇི་ཙམ་བཟང་ཡང་གདམས་ངག་ཇི་ཙམ་རྣོ་ཡང་རྒྱུད་ལ་ཅུང་ཟད་ཙམ་ཡང་མི་ཕན། ད་ཆོས་ཉན་པའི་གང་ཟག་ཆོས་དང་སེམས་གཉིས་འདྲེས་པའི་ཐོག་ནས་འོ་ཆུ་འདྲེས་པ་འདྲ་བོ་ཅུག་ཅུག་དང་འདྲེས་བྱས་པ་འདྲ་བོ་ཆོས་དང་སེམས་གཉིས་པའི་འདྲེས་པའི་ཐོག་ནས་ད་ཉན་དགོས་རེད། སེམས་རྒྱུད་ལ་གང་ཕན་ཕན་ཨེ་ཕན་བརྟག་ནས་ཉན་དགོས་རེད། དེ་མེད་ན་དེ་ནས་བླ་མ་བཟང་མ་བཟང་སྐད་ཆ་ཡོད་མ་རེད་བླ་མ་བཟང་དང་ངན་སྐད་ཆ་མེད་པ་རེད་ལོ་ད། སེམས་རྒྱུད་ལ་ཕན་མེད་ཕན་ཏེ་ཆོས་ཉན་སྟངས་ཀྱི་ཐོག་ནས་ཡོང་གི་ཡོད་རེད། ཆོས་དང་སེམས་གཉིས་ལོགས་སུ་ཕྱེ་ནས་ཉན་ན་བླ་མ་ཇི་ཙམ་བཟང་ཡང་གདམས་ངག་ཇི་ཙམ་རྣོ་ཡང་རྒྱུད་ལ་ཅུང་ཟད་ཙམ་ཡང་མི་ཕན། འགའ་ཞིག་གིས་ཆོས་ཉན་པའི་ཚེ་རང་གིས་སྔར་མ་ཤེས་པ་དང་མ་ཐོས་པ་ཇི་འདྲ་སོང་སྙམ་ནས་ཉན་པ་དེ་དེ་འདྲའི་ཤེས་རྒྱུད་ལ་མི་ཕན། ད་དེ་རིང་པས་ངས་མ་ཤེས་པ་ག་རེ་རེ་ཅིག་གསུང་ཡ་ཡོད་ན་ཨ་ནི་ག་ག་དྲི་ཅིག་ཡོད་ན་བསམ་ཡ་འདྲ་པོ་རེད་པོ་ད་དེ་དེ་འདྲས་ཀྱི་དེ་ནི་ཉན་སྟངས་དེ་རྒྱུད་ལ་ཕན་གྱི་མ་རེད། འགའ་ཞིག་གིས་ཆོས་ཉན་པའི་ཚེ་རང་གིས་སྔར་མ་ཤེས་པ་དང་མ་ཐོས་པ་ཇི་འདྲ་གསུང་སྙམ་ནས་ཉན་པ་དེ་འདྲས་ཤེས་རྒྱུད་ལ་མི་ཕན། འགའ་ཞིག་གིས་གདམས་ངག་གི་ཟབ་གནད་རྣམས་ལ་ནན་ཏན་དུ་མི་བྱེད་པར་གཏམ་རྒྱུད་སྙན་པོ་སོགས་ལ་ཡིད་གཏོད་པར་བྱེད་པ། དེ་འགྲིག་གི་མ་རེད། ཇི་ལྟར་བླ་མའི་བི་གའི་དཔེ་དང་ལུང་དང་རིགས་པ་དང་འོ་ད་གཏམ་རྒྱུད་གསུང་གི་ཡོད་རེད་གང་ག་ངའི་གོ་རེད་བ། ཡིན་ན་ཡང་གཙོ་ཆེ་ཆུང་གི་གཙོ་རེད་བ་གཞན་དག་རྒྱུད་འདི་མ་ཉན་པ་བྱས་གཏམ་རྒྱུད་འདྲ་བོ་ཅིག་སྒྲུང་འདྲ་བོ་ཅིག་རེད་བ་ད་གཙོ་བོ་འདྲ་བོ་ཅིག་ཉན་ན་དེ་འགྲིག་གི་ཡོད་མ་རེད། ཚང་མ་ཉེས་འགོ་རེད། དཔེ་ངེས་འགོ་རེད། དོན་ངེས་འགོ་རེད། གཏམ་རྒྱུད་ངེས་འགོ་རེད། རེད་དཱ། ཤེས་འགོ་རེད། གཏམ་རྒྱུད་ཉན་པ་སོགས་ལ་ཡིད་གཏོད་པར་བྱེད་པ། ཡིད་ཆེས་པར་ཟེར་རོ། བྱེད་པ། དཔེར་ན། དཔེར་ན་མི་འགྲིག་ཡ་དེ་ག་དུས་ཀྱི་རེད་ཟེར་ན་དཔེ་བཞག་ན། སྔོན་རྒྱ་མཆོག་སྐལ་བཟང་རྒྱ་མཚོས་ལམ་རིམ་གསུངས་པའི་སྐབས། མི་ཞིག་གིས་དེ་རིང་བློ་སྐྱེད་ཆེན་པོ་བྱུང་ཟེར། ལམ་རིམ་གསུངས་པའི་སྐབས་ལ་ནམ་རྒྱུན་བློ་སྐྱེད་ཞེ་དྲག་མེད་པའི་སྐད་ཆ་རེད་དཱ། དེ་རིང་ང་བློ་སྐྱེད་ཆེན་པོ་ཞེ་བོ་གཅིག་བྱུང། ག་རེ་ར་གཅིག་བྱུང་བ་ཡིན་ནམ་བསམ་རོགས། ག་རེ་བྱུང་རེད་ཟེར་ན། འཕན་ཡུལ་རྨ་ཡི་ཆ་སྒར་ཟེར་བ་ལྷུན་གྲུབ་རྫོང་རེད་གསུངས་བྱུང་ཟེར་ན། དེ་བློ་ཁྱད་ཆེ་ཤོས་འདྲ་བོ་བརྩི་ངེས། འཕན་པོའི་ཡུལ་གྱི་རེད་པ་དང་རྫོང་རྨ་ཡི་དེ་ལ། རྨ་ཡི་ཆ་སྒར་ཟེར་རྒྱུ་རེད་པ་དང། ཨོ་དེ། ལྷུན་གྲུབ་རྫོང་ཟེར་དེ།

མ་སོང་དགོས། འདི་ནི། འགའ་ཞིག་བླ་མའི་གང་གསུང་གཞུང་དང་མཐུན་མི་མཐུན་བརྟགས་ནས་བླ་མ་ལ་ཞུ་དག་བྱེད་པ་དང་གཉིས། བླ་མ་ཚེ་རིང་ཡོངས་འཛིན་རིན་པོ་ཆེས་དེང་སང་གི་སློབ་མ་རྣམས་བླ་མ་ལ་ཞུ་དག་བྱེད་མཁན་དང་འདྲ་ཞེས་གསུངས་དང། དེ་འདྲའི་རིགས་ཀྱི་རྒྱུད་ལ་གཏན་ནས་མི་ཕན་པས་རང་གི་རྒྱུད་ཐོག་ཏུ་འགེལ་ཞིང་ཉན་པ་ག་བྱེད། དེས་ན་བྱང་ཆུབ་ལམ་རིམ་འདི་བླ་མའི་འཆད་པའི་ཚེ་ནའང་ཚིག་སྐྱོན་སྤྱོད་པ་གཙོ་བོར་མི་བྱེད་པར། གཞུང་ཆེན་པོ་དཔེ་ཆ་ཚན་གཉིས་དཔེ་ཆ་ཁྲིད་པ་ནང་བརྡ་བྱས་ནས་པའི་གཅིག་ཚིག་སྐྱོན་བཅད་ཡ། འཆམ་བརྡ། ལོག་ལྟ་དེ་གཙོ་བོ་མི་སྣང་བ་བྱེད། གཙོ་བོ་གཙོ་བོ་བི་ཀའི། ཚིག་དོན་སྤྱོད་པ་གཙོ་བོ་མི་བྱེད་པ། སློབ་མའི་རྒྱུད་ལ་འདུལ་ཐབས་གཙོ་བོ་བྱེད། རྒྱུད་འདུལ་ཐབས་གཙོ་བོ། རྒྱུད་ལ་ཕན་ཐབས་གཙོ་བོ་བྱེད་ནས། བྱེད་ནས་བཤད། ཉན་མཁན་སློབ་མ་རྣམས་ཀྱིས་ཀྱང་ཉན་ལུགས་གོང་གི་དེ་འདྲ་མི་བྱེད་པར་གང་གསུང་ཐམས་ཅད་རང་གི་རྒྱུད་དུ་རྒྱུད་ཐོག་ཏུ་བཀལ། འོ་དེ་རེད། བླ་མའི་མ་གསུངས་ཡོད་དེ་ཅིག་གཞུང་དང་མཐུན་མི་མཐུན་དང་ཅིག་ཁྱབ་མ་ཁྱབ་འདྲ་བ་ཅིག་དེ་དེ་ལ་བས་ཁྱབ་པ་ཡོད་ན་མེད་ན་བསམ་ཡང་འདྲ་བ་བླ་མའི་གསུང་དེ་ཏག་ཏག་རེད་ཡོད་ན་མེད་ན་བསམ་ཡང་འདྲ་བ་དེ་འདྲའི་བྱེད་དགོས་མ་རེད། གང་བྱེད་སོ་སོའི་སེམས་ལ་ཕན་པ་ཞིག་ཉན་དགོས་རེད་གསུངས་རེད། དེ་འདྲ་མི་བྱེད་པར་གང་གསུང་ཐམས་ཅད་རང་གི་རྒྱུད་ཐོག་ཏུ་བཀལ།

ལྟ་དེས་འདུག་ད། རྟེན་འབྲེལ་གྱི་གནས་འདྲ་བོ་ཅིག་ཡིན་པ་འདྲ། བླ་མས་དེ་གའི་གསུང་ཆོས་གནང་ས་ཀྱི་ཁྲི་ཐོག་སྒང་དུ་མ་ཤེས་པ་རྣམས་དག་ཅིག། ཨ་ནི། སོ་སོའི། མ་ཤེས་པའི་སྒང་ལ་མི་མང་པོ་ཡོད་པ་ཡིན་ཙང། བཀའ་འདྲི་ཞུ་ས་དག་ཅིག་སྐལ་ཡོད་མ་རེད་པ་ད། ད་དེ་ལས་སོ་སོ་ཤག་ལ་ཕར་དེ་འདྲི་ཞུས་ཀྱང་ན་སུ་གང་སོ་རྒྱབ་མོ་གོ། སོ་སོ་གང་འདོད་འདོད་བཀའ་འདྲི་ཞུས་ན་ཅིག་ཡོང་གི་རེད་བསམ་པ་རེད་དེ། དེ་གི་ཡོང་གི་ཡོད་མ་རེད། ཁྲི་ཐོག་བླ་མས་ཁྲི་ཐོག་ནས་གསུངས་པ་རྣམས་དག་ཅིག་ཤག་ལ་དེ་འདྲི་ཞུས་ནས།

སྔོན་དགེ་བཤེས་པོ་ཏོ་བས་ཆོས་གང་གསུངས་དང་མཐའ་ན་བྱ་སྒྲུང་གསུངས་པ་ཚུན་ཀྱང་སེམས་ལ་ཤིན་ཏུ་ཕན་པ་ཞིག་ཡོད་སྲིད་དགེ་བཤེས་པོ་ཏོ་བ་ཆེན་པོ་བཀའ་གདམས་པའི་དགེ་བའི་བཤེས་གཉེན་ཆེན་པོ་ཞིག་རེད་བྱས་ཙང་ཁོང་གིས་པའི་ཆོས་གསུངས་པའི་སྒང་ན་སེམས་ལ་གང་ཕན་ཕན་བྱས་ནས་གསུང་གི་ཡོད་ས་རེད་བ། དེ་ཡིན་ཚེ་གཞན་བག་ཆགས་ནས་ཨ་ལས་བྱ་སྒྲུང་བྱིས་སྒྲུང་ཟེར་སྤུ་གུ་ཆུང་ཆུང་གི་བྱ་སྒྲུང་བྱ་ཡི་སྒྲུང་རེད་བ་ད་ཡོད་རེད་བ་ད་བྱ་སྒྲུང་བྱེད་འོ་དེ་འདྲའི་ཅིག་མ་གསུངས་པའི་སྒང་ལ་ཡང་སེམས་ལ་ཕན་པོ་ཞིག་པོ་ཅིག་ཡོང་གི་ཡོད་སྲིད་སློབ་མ་ཚོ་གི་སེམས་ལ། གོང་དེ་རེད། ཐ་ན་བྱ་སྒྲུང་གསུངས་པ་ཚུན་ཀྱང་སེམས་ལ་ཤིན་ཏུ་ཕན་པ་ཞིག་ཡོད་ཅིང། དེའི་ཚེ་དགེ་བཤེས་ཆོས་ཀྱི་འོད་ཟེར་ཞེས་པ་མཁས་པ་ཆེན་པོ་ཞིག་ཡོད་པས། ཁོང་གིས་དེ་ནས་སློབ་མ་ཚོ་ལ་དེ་ནས་གདམས་ངག་ཟབ་ལ་རྒྱས་པ་ཇི་ཙམ་གསུངས་ཀྱང་ཁོ་རང་དཔེ་དགེ་བཤེས་སྐད་གྲགས་ཆེན་པོ་མཁས་པ་ཆེན་པོ་ཞིག་བུ་གཅིག་ཡིན་པ་ཡིན་ཙང་ཡིན་ན་ཡང་དཔེ་དགེ། སློབ་མ་ཚོ་ལ་དཔེ་གདམས་ངག་དཔེ་ཟབ་ལ་རྒྱས་པ། ལོང་དང་རིག་པ་ཅན་ནི་བཞི་པོ་ཅི་འཇལ་ཞེས་རྒྱས་པར་གསུང་གི་ཡོད་ཟེར་བ། ཡོད་རེད་དེ་སེམས་ལ་མི་ཕན་པར། ཚུལ་དེ་འགའ་ཞིག་གིས་པོ་ཏོ་བ་ལ་ཞུས་པར་ས་ད་དེ་ག་རེ་ཡིན་ན། དགེ་བཤེས་ཁྱོད་ཀྱི་འོད་གསལ་བའི་མཁས་པ་ཆེན་པོ་ཐིག་གི་གཞུང་ཆེན་པོ་བཞི་པོ་ཅིག་ཟབ་ཞེས་རྒྱས་པར་གྱི་གསུང་གི་འདུག་དེ་ང་ཚོའི་སེམས་ལ་ཕན་གྱི་མི་འདུག་ཁྱེད་རང་གིས་བའི་བྱ་ཡི་སྒྲུང་ཅིག་གསུང་ན་སེམས་ལ་ཕན་པོ་ཞེ་པོ་ཅིག་འདུག་དེ་ག་རེ་ཡིན་ན་ཟེར་པོ་ཏོ་བ་ལ་བཀའ་འདྲི་ཞུས་པ་དང། པོ་ཏོ་བས་ཁོང་གིས་ལེགས་པར་བཤད་པ་འབའ་ཞིག་གསུངས་པ་ཡིན་ཀྱང། དགེ་བཤེས་ཀྱིས་ལེགས་པར་བཤད་པ་གཅིག་མ་གཏོགས་ཉེས་པར་བཤད་པ་རྒྱུན་ནས་གསུངས་ཡོད་མ་རེད་དེ་ཡིན་ན་ཡང་ཆོས་ལུགས་ཀྱི་ཆེད་པར་ཡིན་གསུངས་སང་ཆོས་ཆེ་ཐང་གི་ཆེད་དེ་ག་རེད་ཟེར་ན་ཆེ་འདྲ་ཡིན་ཞུས་པར་ཁོང་གིས་ཤེས་བྱ་གཏན་ལ་འབེབས་པའི་དབང་དུ་བྱས་ནས་གསུངས་ཟེར་དགེ་བཤེས་ཀྱིས་ཤེས་བྱ་གཏན་ལ་འབེབས་པའི་དབང་དུ་བྱས་ནས་རེད་པ་དང། དེ་དབྱེ་བ་རྣམ་གྲངས་དང་གཅིག་པི་ཀའི་བློ་མིག་པའི་ཧ་གོ་ཡག་གི་ཆེད་དུ་རེད་པ་དང། འོ་དོ་ཟེར་ནས་པར་རེད་པ་དང། ཤེས་བྱ་ལ་བར་བདེན་པ་གཉིས་ཡོད་རེ་ཆེ་ཆེ་ཆེ་མ་འོ་དེ་བཞིན་བདེན་པ་གཉིས་སུ་ད་གང་ཆེ་བེ་བ་སྤྲོས་ཤེས་བྱེད་ནི་གསུང་ཡང་ཡོད་རེ་བ་ད་འོ་འདི་རེ་དེ་མ་གཏོགས་སེམས་ལ་གང་ཕན་ཕན་བྱེད་ནི་གསུང་སེམས་ལ་ར་སྤྲོས་ནི་གསུང་གི་ཡོད་མ་ད་ཕན་ཕན་བྱེད་ཡོད་གང་ལ་ཆོས་མ་གསུང་ནི་སེམས་ལ་ར་སྐྲག་གི་སྐྲག་གི་བྱེད་དགོས་རེ་བ་ད་སེམས་ལ་ར་སྤྲོས་པེ་ན་ཉེས་པ་ཉེས་ཅན་རེད་པ་དང་ཉེས་ཅན་དེ་འདྲས་ལ་སྔོན་མ་ཡིན་ན་ཉེས་པ་ཆེན་པོ་ཉེས་ཅན་དེ་འདྲས་ལ་ཁྲིམས་ཐོ་བ་གང་ལ་ཨ་ནི་ཁོ་ལ་ར་བསྒྲགས་གི་བསྒྲགས་གི་ཨ་ནི་དེ་དུས་འདི་བྱས་ཡིན་པ་ཨ་ནི་བྱས་བྱས་ཟེར་ཨ་ནི་བྱས་གལ་ཆེ་ཡང་དེ་དུས་དེ་ཡིན་པ་དེ་ཞིག་ལ་དེ་ཡིན་པ་ཨ་དེ་ཞིག་ཟེར་ར་བསྒྲགས་ནི་དེ་གས་ལ་རེད་པ་དང་ཨ་ད་དགོངས་དག་དགོངས་དག་ཟེར་འགྲོ་བ་ཆེ་ར་འཕྲོད་ཡོང་གི་ཡོད་རེད་པ་དང་དགོངས་དག་དགོངས་དག་ཨ་ནི་རྗེས་ནས་ངས་བྱེད་ཀི་མིན་ངས་བྱེད་ཀི་མིན་ཟེར་ཅིག་ཨོ་དེ་དེ་བ་ཆོས་བཤད་པའི་སྒང་ལ་ཆོས་བཤད་གི་བཤད་གི། ཨ་ནི་སློབ་མ་ལ་ར་སྐྲག་གི་སྐྲག་གི་ཅི་ཐང་བཤད་དགོས་ཀྱི་རེད། ར་སྐྲག་ཟེར་བ་ལ་ཆོས་བཙུགས་གི་བཙུགས་གི་ད་སློབ་མ་ལ་མ། དེ་བ་ད། སློབ་མ་ལ་ཆོས་བཙུགས་གི་བཙུགས་གི། ཨོ་དུ་སི་ནི་ད་ར་སྐྲག་ཡ་དེ་རེད། སེམས་ལ་ཕན་ཐོགས་ཡ་དེ།

བྱས་ཙང། ཁྱོད་གསུང་ས་དེ་དེ་ལ་གསུངས་པ་རེད་མ་གཏོགས་གཞན་སུ་གང་ལ་གསུངས་ཡོད་མ་རེད་སོ་སོ་དྲིན་ཚེ་སྤོས་ཚེ་ལ་གསུངས་པ་རེད་ཁོ་ལ་གསུངས་ཆོག་ཡས་གསུངས་བསམ་བློ་བཏང་རྒྱུ་ཡོད་མ་རེད་སོ་སོ་གཅིག་སྡེ་བའི་བཟོ་ར་བྱེད་མི་ཚོ་འགའ་བྱས་དེ་ཡས་ན་སོ་སོ་དང་བླ་མ་གཉིས་གཅིག་བྱེད་ད་དེ་གཉིས་བཤད་སྡེ་བའི་བཟོ་ར་བསམ་བཏང་རེད་ད་དེ་ཡིན་ཙང་བླ་མའི་གསུང་བདེ་པོ་ཞུ་གི་ཡོད་རེད་དེ་འདྲའི་ཆེད་ནས་བསམ་བློ་བཏང་ནས་ཆོས་ཉན་པ་ཡིན་ན་མི་ཚོགས་ག་ཚད་ཡོད་པ་ཡིན་ནས་གསུངས་ས་མི་གཅིག་རེད་བ། ཨ་ན་ནང་དེ་གཏོགས་སུ་འདྲ་གི་མ་རེད་དེ་རེད། དེ་མ་ཐོན་ལ་མི་གསུམ་དགོས་དུས་ཕི་ཀའི་ཚེར་དགོས་ཡ་འདྲ་པོ་ཡའི་གཅིག་ཚེ་དགོས་ཁོལ་གཅིག་ཕོག་འགྲོ་གི་མེད་འགྲོ་ཕི་ཀའི་ལ་གཅིག་ཕེར་འགྲོ་མི་འགྲོ་ཡང་གཅིག་བྱེད་དུས་ཡི་ཀའི་ཕོག་ཕོག་འགྲོ་གི་མེད་འགྲོ་སོང་དེ་འདྲའི་རེ་ཟོན་རེ་བཅང་བཅང་བྱས་ནས་ཨ་ནི་སྦམ་པོ་སྦམ་པོ་རེ་ཅིག་མ་བཤད་དེ་ན་ཨ་ནི་སོ་སོའི་ཉིན་དུས་གང་ལ་ཡི་ཀའི་ལ་གསུང་གི་ཡོད་པ་འདྲ་ཁོ་ཕི་ཀའི་ལ་གཅིག་གསུང་གི་ཡོད་ས་རེད་བསམ་ཡ་འདྲ་པོ་རོགས་དང་དཔེར་ན་ངའི་ཆུ་སྤོང་གི་ལས་ཟེར་ཡོད་ག་ལ་ཆུ་སྤོང་ཉིན་གཅིག་ཁ་སང་ངས་ནག་ཚོང་བརྒྱ་ཡ་གཅིག་ཟས་བརྗེ་རོགས་དེ་གཅིག་གཅིག་གཅིག་ཡོད་དེ་ཡིན་པ་འདྲ་ཟེར་ཡ་འདྲ་པོ་དེ་འདྲས་མ་རེད་བ། ཕྱི་ལོག་གི་སྐད་ཆ་ཇུས་གཏོགས་བྱས་ན་ང་ཚོ་དེ་ཤེས་གི་ཡོད་མ་རེད། ང་ཚོ་ང་ཚོའི་སྙིང་གི་སྐད་ཆ་བཤད་གི་འོ་ད་བདུན་དེ་སློབ་མ་དེ་དང་བླ་མ་གཉིས་མི་སྙིང་གི་སྐད་ཆ་བཤད་གི་འོ་ད། དོན་དག་དེ། འོ་དེ་འདྲས་བྱས་ནས་བཤད་ན་ཨ་ནི་ཇུས་ལས་ཕན་གི་ཡོད་རེད་མཁྱེན་སོང་ཨ། དགེ་བཤེས་སྤོ་ཏོ་བ་ཆེན་པོས་དེ་འདྲས་གནང་གི་ཡོད་ས་རེད། འདི་ནས། ད་དེ་ག་རེད་ཟེར་ན། ཁོང་གིས་ཤེས་བྱ་གཏན་ལ་འབེབས་པའི་དབང་དུ་བྱས་ནས་གསུངས། ངེད་ཀྱིས་ཆོས་ཐམས་ཅད་ཀྱི་བདུད་རྩི་ནང་དུ་བསྟན་ནས་བཤད་པའི་ཁྱད་པར་ཡིན་ཟེར། རེད་བ་ད། དགེ་བཤེས་ཆེན་པོས་པའི་ཆོས་གསུང་ཡན་དེ་བདུད་རྩི་དེ་རྩེ་དེ་ཕྱི་ལོགས་ལ་བག་བསྟན་ནས་འོང། རྡེའུའི་རྩེ་སྣུམ་པོ་ཅིག་རེད་བ་ད། བདག་ད་མ་སོང་ན་བྲིས་ད་རྩེ་སྣུམ་པོ་སྣོད་པོ་པའི

སྒྲ། འདོད་ཆགས་ཞེ་སྡང་གཏི་མུག་གསུམ། འགོང་པོ་གསུམ་གསལ་བྲོ་བ་དེ། ཇི་ལྟར་འདུག་ཞུས་ཏེ་འགོང་པོ་ཟིག་ཡོད་རེད། འགོང་པོ་གསུམ་ཟེར་ན། འདོད་ཆགས་ཞེ་སྡང་གཏི་མུག་གསུམ་དེ། དེ་ག་བར་ཡོད་རེད་ཕྱི་ལོགས་ལ་ཡོད་མ་རེད། ནང་ལ་ཡོད་རེད་བ། དེ་ད། ད། དེ་ཚིག་འདྲ་བོ་དེ་ཆོས་དེ་དེ་ཏུ་ཡག་གི་དོན་དག་རེད་བ། ཆོས་དེ་རྡེའུ་འདྲ་བོ་དེ་མིན་ཏེ་རྡེའུ་དེ། འགོང་པོ་གསུམ། དུག་གསུམ་ཉོན་མོངས་དེ་ཏུ་ཡག་རེད། དེ་ཡག་གི་དེ་ཚིག་དེ། སྒྲ་ག་བར་ཡོད་ན་དེ་བསྟན་དགོས་རེད་མ་གཏོགས། སྒྲ་དེ་ནང་ལོག་བཞག་བདེ་ཚིག་ལོག་བསྟན་དེ་ན་ཨ་ནི་སེམས་ལ་མ་ཕན་པ་དེ་ཆགས་ཡོད། དེ་ལྟར་བདེ་ཚིག་ནང་དུ་བསྟན་ནས་དུག་གསུམ་ཉོན་མོངས་ཀྱི་སྒྲ་དེ་བཅོ་ལྔ་གི་ཨ་ནི་རྡེའུ་ཆོས་ཀྱི་རྡེའུ་གི་རྩེ་དེ་ཨ་ནི་ཚོས་ནང་ལ་ཚུར་གཏུགས་ནས་ཨ་ནི་ཆོས་ཤེས་ཤེས་མཁན་གྱི་དེ་དེ་གཅིག་བྱས་ནས་ཤེས་ཉན་མཁན་གྱི་ནང་དུ་དུ་དུ་བྱས་ནས་བསམ་བློ་བཏང་ནས་ཉན་ན་ཨ་ནི་ཁྱོད་ཤོ་ལོ་ཀ་གཅིག་ཁྱད་ཉན་བྱས་ན་ཡང་སེམས་ལ་ཕན་པོ་ཡོང་བ་ཅིག་ཡོང་གི་ཡོད་རེད། འགྲོ་བ་དལ་བ་དེ་ཡིན་པ་འདྲ། ཤེས་རྒྱུ་མ་བྱུང་བ་དེ་རེད།

ག་དེ་ལྟ་ཅི་ཡིན་ན་བསམ་ལ་པོ་ཏོ་བའི་དྲུང་ལ་ཕེབས་ནས་ཆོས་ཞུ། ཕེབས་པར་ཐུགས་རྒྱུད་ལ་ཤིན་ཏུ་ཕན་པ་བྱུང། ས་པོ་ཏོ་བའི་ཆོས་གསུངས་པའི་སྒང་ལ་ཐུགས་རྒྱུད་ལ་ཤིན་ཏུ་ཕན་པ་བྱུང་སྟེ་སྔར་མ་ཤེས་པ་ཞིག་ཤེས་རྒྱུ་མ་བྱུང་ཡང། སྔར་མ་གོ་བ་ཞིག་གོ་རྒྱུ་བྱུང་ཞེས་གསུངས་པ་ལྟར་གུས་པ་རེད། དེས་ན་དགེ་བཤེས་སྟོན་པའི་ཞལ་ནས་ཐེག་ཆེན་གྱི་བླ་མ་ཞལ་བ་བཤད་པ་ན་འབྱམས་ཀླས་པར་བསྒོ་བ་བཅས་ལ་ལག་ཏུ་བླང། ལག་ཏུ་ལེན་པ་ན་བསྟན་པའི་ཐ་མ་ལ་གང་ཕན་དང་ཐད་ཀར་དོན་དུ་གང་འགྱུར་སྟོན་པ་ཞིག་དགོས་ཞེས་དགོས་ཞེས་གསུངས་པ་ཡང་འདི་ལྟ་བུ་ལ་བྱ་དགོས་སོ། དེ་ཡང་བསྟན་པའི་ཐ་མ་ཞེས་པ་ལ་གསུང་ལུགས་སྣ་ཚོགས་ཡོད་ཀྱང་གསུང་ལུང་སྣ་ཚོགས་ཡོད་ཀྱང་བདག་གིས་བླ་མ་རིན་པོ་ཆེའི་གསུང་རྒྱུན་ལ་ཆོས་མང་དུ་བཤད་ཀྱང་ཆོས་བསྟན་པའི་མཇུག་གི་དགག་སྡོམ་སློབ་མའི་རྒྱུད་ལ་གང་ཕན་ཕན་ཞིག་དགོས་པ་ལ་བྱས་གསུངས། བསྟན་པའི་ཐ་མ་ལ་གང་ཕན་ཟེར་དེ་ཆོས་བསྟན་པའི་རྗེས་ལ་སློབ་མའི་སེམས་ལ་ཕན་པ་ཅིག་དགོས་ཀྱི་རེད། འོ་དེ་རེད། ཆོས་བསྟན་པའི་མཇུག་གི་དགག་སྡོམ་སློབ་མའི་རྒྱུད་ལ་གང་ཕན་ཞིག་དགོས་པ་ལ་བྱས་གསུངས། ས་བཅད་འདི་ས་བཅད་འདི་དེ་ནི་ས་བཅད་འདི་འཆད་ཉན་ལམ་དུ་ལྟུང་བའི་མན་ངག་སྟེ་སྔར་ཞུས་པ་ལྟར་འདི་ནི་ཕྱུག་ན། དེ་ནས་ཚེས་གཅིག་ནས་ཕྱུག་ན་བཅོ་ལྔ་བར་ཞེས་ཟེར་བ་ལྟར་ཆོས་ཟབ་ལ་རྒྱས་པ་ཇི་ཙམ་ཐོབ་ཀྱང་ལྷ་བདུད་དུ་བབ་པ་ལྟར་གྱུར་ནས་ཆོས་དེའི་ཆོས་དེ་ཉིད་ཉོན་མོངས་པའི་གྲོགས་སུ་འགྲོ་བ་ཆེས་མང་བར་སྣང་བས་འདི་ལ་ནན་ཏན་བྱེད་པ་གལ་ཆེ་གསུངས། འོ་ད་ཆོས་པའི་སོ་སོའི་རྒྱུད་ཐོག་ཏུ་སྐལ་ནི་པའི་ཆོས་ཉན་དགོས་རེད། རྒྱུད་ཐོག་ཏུ་དེ་ཡིན་ད་ས་བཅད་འདི་ཆོས་འཆད་ཉན་ལམ་དུ་གཏོང་ཡག་གི། འོ་ད་ཨ་ནི་ས་བཅད་འདི་གལ་ཆེན་པོ་ཞིག་རག་རེད། འདི་ཡག་པོ་ཅིག་མ་བྱུང་ན་ཨ་ནི་ཆོས་ཟབ་ལ་མཇལ་བ་ག་དྲི་ཅིག་སོ་སོ་ཐོབ་པ་ཡིན་ན་ཡང་ལྷ་བདུད་དུ་བབ་བ། ལྷ་ཟེར་ཡ་དེ་སོ་སོ་ལ་མགོན་འཇོམས་གནང་མཁན་སོ་སོ་ལ་བའི་རོགས་པ་བྱེད་མཁན་གྲོགས་འོག་ཁྲི་ལས་སྒྲུབ་མཁན་ཅིག་རེད་བ། ད་དེ་འདྲིའི་གི་རོགས་པ་བྱེད་མཁན་དེ་ལྷ་དེ་བདུད་ལ་བབ་སོང་ན་ད་གནོད་ཚབ་ཆེན་པོ་ཅིག་རེད། རོགས་འོག་བྱེད་མཁན་དེ་གི་གནོད་བཅས་ཡོང་དུས་ཨ་ནི་གནོད་ཚབ་ཆེ་ཤོས་བརྩི་གི་ཡོད་རེད་བ། དེ་ནང་ད་བི་གའི་ཆོས་དེ་བི་གའི

ཆོས་ཤེས་པའི་ཕན་ཡོན་བསམ་པ། ཆོས་ཤེས་པའི་ཕན་ཡོན་བསམ་པ། ཆོས་ཤེས་པའི་ཕན་ཡོན་བསམ་པ། སྟོན་པ་དང་ཆོས་ལ་རིམ་གྲོ་བཅས་པ། བསམ་པ་དང་སྦྱོར་བ་ཇི་ལྟ་བུའི་བཤད་པ། ཡུལ་གང་ལ་ཤེས་པ་དང་མི་ཤེས་པའི་ཁྱད་པར་རོ།

པས་དབྱུང་སྙམ་པའི་ཀུན་སློང་ཉོན་མོངས་ཅན་དུ་སོང་བ་མིན་པས། ད་ཆོས་བཤད་ཡ་དེ་གདུལ་བྱའི་སེམས་བཏུལ་ཡ་སེམས་རྒྱུད་ལ་ཕན་ཡ་ག་ཆེད་དུ་བཤད་པ་མ་གཏོགས། ཆོས་བཤད་ན་ཨ་ན་ཅིག་འབུལ་བ་མང་པོ་ཡོང་གི་རེད་ས་ག་འདྲ་པོ་ཅིག་རེད་པ་ད། དེ་འདྲའི་རྗེས་ན་ཉོན་མོངས་ཅན་ཆགས་ཏེ་ཡོང་ནས། ཨ་ནི་ཆོས་བཤད་པའི་ཕན་ཡོན་མི་ཡོང་ཡ་ཕ་སར་བྱས་ན་སྡིག་པ་ཡོང་གི་ཡོད་ཚུལ་བཤད་མཁན་ལ། ཉོན་མོངས་ཅན་དུ་གསུང་བ་མིན་པས་ལྡོག་སོགས་ཀྱི་དོན་ཡང་དག་པ་ཇི་ལྟ་བ་བཞིན་དུ་སྟོན་ཞེས་གསུངས་པ་ལྟར་ཆོས་ཅན་ཉོན་མོངས་ཅན་མི་འབྱུང་བ་གལ་ཆེ། ད་ཆོས་བཤད་པའི་ཚུལ་དུ་སྲུང་འཁོར་བ་དེ་ནི་འབུལ་བ་སོགས་ཨེ་ཡོང་སྙམ་པ་རྙེད་པ་ལ་རེ་བ་དང། སློབ་མ་མང་པོའི་བཀུར་སྟི་སོགས་ཨེ་ཡོང་སྙམ་པ་དང། ཁེ་གྲགས་དང་སྙན་གྲགས་སོགས་ཨེ་ཡོང་སྙམ་པའི་ཆེད་ན། ཕན་ཡོན་ལས་ཉེས་དམིགས་ཆེ་ཞིང། བསོད་ནམས་ཆེན་པོ་ཉམས་ནས་འགྲོ་བ་ཡིན། ད་བསོད་ནམས་བསགས་ཡག་གི་ཚབ་དེ་ལ་དེ་ནི་ཀུན་སློང་དེ་དེ་གའི་ཉོན་མོངས་པའི་ཀུན་ནས་བསླངས་ནས་ཆོས་བཤད་ན་བསོད་ནམས་ཉམས་འགྲོ་བར་གསུངས། དོ་བ་ཐ་ན་སྨན་ཐ་ན་རྣམ་སྨིན་ཙམ་ཡང་མི་བལྟ་བར། མི་བལྟ་བར་སྙིང་རྗེ་ཆེན་པོའི་སློབ་མ་ལ་ཨེ་ཕན་རེ་བའི་ཆད་པ་ཞིག་དགོས། ཆུ་སྲང་ཡེ་ཤེས་རྒྱ་མཚོས། མི་མང་པོར་ཆུ་ཤེས་དབང་བསྐུར་བྱེད་དུས་རྣམ་དཔྱོད་འདྲ་ཞིག་འདུག་སྟེ་གསུངས། མི་མང་པོར་ཆུ་བཤད་པ་དང། སངས་རྒྱས་འཇིག་དུས་སངས་རྒྱས་ད་སངས་དུས་འཇིག་བྱེད་དུས་འཁོར་ཚད་དར་བ་སངས་འཇིག་དུས་འཁོར་སོ་བརྒྱད་དབང་ཆེན་བསྐུལ་བར་བྱེད་དུས། ཕྱི་ཚུལ་གཞན་ཧ་ལས་དགོས་པའི་རྣམ་དཔྱོད་འདྲ་ཆགས་ཤིག་འདུག་སྟེ། ཆོས་བཤད་ཚར་ནས་སྦྱིན་བདག་ཁག་ནས་ཀུན་ཡོན་འབུལ་བ་ག་ཚོད་ཕུལ་གྱི་ཡོད་མེད་སོགས་ཀྱི་གནས་ཚུལ་ཨ་མཆོག་གིས་རྙེད་ན

རེ་བ་དང། འདི་ནས་བསམ་པ་གཏིང་ནས་ལྕོགས་འདུག་ཞེས་གསུངས་པ་ལྟ་བུ་མ་སོང་བ་དགོས། དེ་ལྟར་ཟང་ཟིང་ལ་མི་ལྟ་བར་ཆོས་འཆད་པ་ནི་ཕན་ཡོན་ཆེ་སྟེ། ལྷག་བསམ་བསྐུལ་བའི་མདོ་ལས། བྱམས་པ་ཞེས་བོས་ནས། ཉི་ཧྲུལ་པོ་འདི་ནི་ཟང་ཟིང་མེད་པའི་ཆོས་ཀྱི་སྦྱིན་པ་སྟེ་གཉེར་པ་དང་བཀུར་སྟི་མི་འདོད་པར་ཆོས་ཀྱི་སྦྱིན་པ་སྦྱིན་པ་གང་ཡིན་པ་དེའི་ཕན་ཡོན་ཡིན་ཏེ། ཉི་ཤུ་གང་ཞེ་ན་འདི་ལྟ་སྟེ། ལུགས་འདིས་བླ་མ་སྔ་མ་དག་གི་གསུང་ལས་ཆོས་བཤད་པའི་ཕན་ཡོན་ཉི་ཤུ་ལ་རྒྱུ་མཐུན་གྱི་འབྲས་བུ་དྲུག་བྲལ་བའི་འབྲས་བུ་བཞི་བདག་པོའི་འབྲས་བུ་དགུ་རྣམ་སྨིན་གྱི་འབྲས་བུ་གཅིག་རྣམས་སུ་གསུངས་པ་ལས་དང་པོ་ཆོས་བཤད་པའི་བསོད་ནམས་ཀྱི་རྒྱུ་མཐུན་གྱི་འབྲས་བུ་དྲུག་སྟེ། ཚིག་དོན་མི་བརྗེད་པའི་ཐོས་སྐྱོང་གི་ཤེས་རབ་ཀྱིས་ནི་དྲན་པ་དང་དྲན་པ་དང་ལྡན་པར་བྱའོ། འཕགས་པ། དེ་སློབ་མ་ལ་ཆོས་ག་ཚད་མང་པོ་བཤད་པ་ཡིན་ན་སོ་སོ་ཡང་བར་མ་རྒྱས་པར་བྱས་དྲན་པ་དང་ལྡན་པར་འགྱུར་བ་དང། དོན་དམ་མཉམ་གཞག་སྒོམ་བྱུང་གི་ཤེས་རབ་ཀྱིས་ངེས་པའི་བློ་སྦྲུལ་དང་ལྡན་པར་འགྱུར་བ་དང། ཀུན་རྫོབ་རྗེས་ཐོབ་བསམ་བྱུང་གི་ཤེས་རབ་ཀྱིས་ངེས་པའི་བློ་དང་ལྡན་པར་འགྱུར་བ་དང། ཤེས་རབ་ཀྱི་གོང་ནས་གོང་དུ་ངེས་པའི་ངེས་དོན་ལྟ་བས་མི་འཕྲོགས་པའི་བརྟན་པ་དང་ལྡན་པར་འགྱུར་བ་དང། ཚོགས་སྦྱོར་གཉིས་ཀྱིས་བསྡུས་པའི་འཇིག་རྟེན་པའི་ཤེས་རབ་དང་ལྡན་པར་འགྱུར་བ་དང། དག་མཐོང་སྒོམ་གཉིས་ཀྱིས་བསྡུས་པའི་འཇིག་རྟེན་ལས་འདས་པའི་ཤེས་རབ་འཇིགས་སུ་རྟོག་པ་སྟེ་ཐོབ་པར་འགྱུར་བ་དང་དྲུག་གོ། དག་ཆོས་ཤེས་པའི་ཕན་ཡོན་དེ་ལ་བྲལ་བའི་འབྲས་བུ་བཞི་ནི། རྒྱུ་མཐུན་གྱི་འབྲས་བུ་དྲུག་རེ་གསུངས། དག་བྲལ་བའི་འབྲས་བུ་བཞི་ནི་འདོད་ཆགས་ཆུང་བར་འགྱུར་བ་དང་ཆོས་ཡག་པོ་ཤེས་ན། འགྲོ་དང་ཀུན་སློང་ཡག་པོ་བཅོས་ནས་ཆོས་ཡག་པོ་ཤེས་པ་ཡིན་ན་ང་ནི་འདོད་ཆགས་ཆུང་བར་འགྱུར་བ་དང། ཞེ་སྡང་ཆུང་བར་འགྱུར་བ་དང་གཏི་མུག་ཆུང་བར་འགྱུར་བ་དང། དུག་གསུམ་ཆུང་བས་བདུད་ཀྱི་དེ་བླག་མི་རྙེད་པར་འགྱུར་བ་དང་བཞིའོ། བདག་པོའི་འབྲས་བུ་དགུ་ནི་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས་བུ་གཅིག་པ་ལྟར་བུ་གཅིག་པ་འདུག་པ་ལྟར་དེ་ལ་དགོངས་པར་འགྱུར་བ་དང་བཅོས་དངོས་ནི་ཡག་པོ་བཤད་མཁན་དེ་ལ་སངས་རྒྱས་བཅོམ་ལྡན་འདས་ཚུལ་བས་བུ་ནང་ལྟར་བྱས་ནས་པའི་རི་བ་དག་ནི་དགོངས་པ་དགོངས་པར་གྱུར་པ་དང། ཕྱོགས་སྐྱོང་བཅུ་ལ་སོགས་པ་དཀར་ཕྱོགས་ལ་མངོན་པར་དགའ་བའི་མི་དང་མི་མ་ཡིན་པ་རྣམས་དེ་ལ་མི་མཐུན་ཕྱོགས་ལས་སོང་བར་གྱུར་བ་དང། ཚངས་པ་དང་བརྒྱ་བྱིན་སོགས་ལྷ་རྣམས་ཀྱིས་དེ་ལ་གཟི་བྱིན་མདངས་དང་སྟོབས་བསྐྱེད་པར་གྱུར་བ་དང། ཟང་ཟིང་ལ་མི་ལྟ་བའི་མི་མཛའ་བ། དགྲ་ལ་སོགས་པ་རྣམས་ཀྱིས་དེ་ལ་མཐོ་འཚམས་པ་དང་འཕྱར་ཀ་བཟློག་པ་སོགས་ཀྱིས་གླགས་རྙེད་པར་མི་འགྱུར་བ་དང། དེའི་དགེ་བའི་བཤེས་གཉེན་དང། དེ་ནི་མཛའ་བཤེས་རྣམས་ཡིན། ནི། ཡིད་ཆེས་ཤིང་ཕྱིར་དེད་པས་མཛའ་བ་མི་བྱེད་པར་འགྱུར་བ་དང། རང་འདོད་བསྙེན་བཀུར་དོན་སྙིང་མེད་པས་ཚིག་བཙུན་པ་སྟེ། གཟུང་བར་འོས་པ་འཛིན་པར་འགྱུར་བ་དང། ཤེས་རབ་འཕེལ་ཞིང་དེ་ནི་འཕེལ་ཞིང། རྙེད་བཀུར་དོན་གཉེར་མེད་པ་སྟེ། འདི་ནི་ཤེས་རབ་འཕེལ་རྙེད་བཀུར་དོན་གཉེར་མེད་པ་སྟེ་དེའི་མཁས་པའི་མདུན་སར་མི་འཇིགས་པ་ཐོབ་པར་འགྱུར་བ་དང། རྙེད་མ་རྙེད་སོགས་མི་སེམས་པའི་རྒྱུ་དེ་ལས་རྙེད་པ་རྙེད་ན་རྙེད་མ་རྙེད་ན་མ་རྙེད། ཞེས་པ་ལྟར་ན་ཡིད་བདེ་བ་མང་བར་འགྱུར་བ་དང། ད་དེ་འདྲའི་གི་བསྙེན་བཀུར་དོན་རྙེད་ན་རྙེད་མ་རྙེད་ན་མ་རྙེད་ཟེར་ནས་བྱས་ནས་ཆོས་འཆད་ན། ད་ནི་ཡིད་བདེ་གི་ལྷོད་ལྷོད་འདྲ་བོ་གཅིག་པུ་རེ་ཅིག་ཡོད་རེད་ཟེར་བ་ལྟར་ཡིད་བདེ་བ་མང་བར་འགྱུར་བ་དང། སངས་རྒྱས་བྱང་སེམས་དང་གོང་མ་མཁས་པའི་ཡོན་ཏན་གྱིས་བསྔགས་པར་འགྱུར་བ་དང་དགུ། བདག་འདྲའི། གང་ལྟར་དེ་ནི་རྣམ་སྨིན་གྱི་འབྲས་བུ་གཅིག་ནས་དེའི་ཆོས་ཀྱི་སྦྱིན་པའི་ཡོན་ཏན་དང་བཀའ་དྲིན་དེ་ཡང་རྗེས་སུ་དྲན་པར་བྱ་བ་འོས་པར་འགྱུར་བ་སྟེ་ཞེས་གསུངས་པ་དང་ཕན་ཡོན་ཉི་ཤུ་འབྱུང་ཟིན། ཆོས་ཤེས་པའི་ཕན་ཡོན་ཉི་ཤུ། དེའི་དང་པོ་དྲན་པ་དང་ལྡན་པ་ནི་ཆོས་མི་བརྗེད་པ་དང་བློ་གྲོས་དང་ལྡན་པ་ནི་དོན་དམ་སྒོམ་བྱུང་ངེས་པ་དང། ད་དང་གི་བསམ་བྱུང་གི་མི་བརྗེད་པ། རེ་བ་དང་དྲན་པ་དང་ལྡན་པའི་བློ་གྲོས་དང་ལྡན་པ་ནི་སྒོམ་བྱུང་གི་ངེས་པ། ཚད་མའི། སྒོམ་བྱུང་གི་ངེས་པ། བསྒོམ་བྱའི་དེ་ནི་ཡིད་ལ་འདྲེས་པར་བྱེད་པ་གཅིག་རེ་བ་དང། བློ་དང་ལྡན་པ་ནི་ཀུན་རྫོབ་བསམ་བྱུང་གི་ངེས་པ་དང། བརྟན་པ་དང་ལྡན་པ་ནི་མི་འཕྲོགས་པ་དང། ཤེས་རབ་དང་ལྡན་པ་ནི་ཚོགས་སྦྱོར་གྱི་སྐབས་ཀྱི་འཇིག་རྟེན་པའི་ཤེས་རབ་དང། འཇིག་རྟེན་ལས་འདས་པའི་ཤེས་རབ་ནི་ཐོས་སྒོམ་གྱི་སྐབས་ཀྱི་ཤེས་རབ་ཡིན་ཚུལ་དང། ཉི་ཧྲུལ་པོ་འདི་ལ་རྒྱུ་མཐུན་གྱི་འབྲས་བུ་དྲུག་བྲག་འབྲས་བཞི་བདག་འབྲས་དགུ་རྣམ་སྨིན་གྱི་འབྲས་བུ་གཅིག་བཅས་ཡོད་ཚུལ་སོགས་རྒྱས་པར་གསུངས། ད་གང་གི་མཆན་རྣམས་ཞུས་སོང་བ་དེ་བྱས། ཕན་ཡོན་གཞན་ཡང་དྲག་ཤུལ་ཅན་གྱིས་ཞུས་པའི་མདོ་ལས། མཆིན་པའི་ཟང་ཟིང་དཔག་ཏུ་མེད་པ་བྱིན་པ་བས་རབ་ཏུ་བྱུང་བའི་ཆུ་ཚིགས་སུ་བཅད་པ་གཅིག་ཙམ་བྱིན་པ་བསོད་ནམས་ལྷག་པར་གསུངས་སོ། དེ་ལྟར་ཕན་ཡོན་དེ་རྣམས་དྲན་ནས་དེ་རྣམས་བདག་གི་བདེ་བའི་ཡོ་བྱད་དོ། སྙམ་ནས། ཆེས་དགོས། ཕན་ཡོན་འདི་རྣམས་ཆོས་ཁྲིད་སྟེང་ནས་ཆོས་བཤད་པ་ཁོ་ན་ཙམ་མིན་པར། ད་ཆོས་ཁྲིད་སྟེང་ནས་མ་ཆོས་བཤད་པའི་སྐབས་ལ་ད་ཨ་ཅང་ཅང། ལོ་ད། ད་དགེ་རྒན་ལྟ་བུའི་དགེ་ཕྲུག་ལ་ཤག་ལ་དཔེ་ཆ་ཚུལ་བཞིན་ཁྲིད་པ་ཚུན་ལ་ཡང་ཕན་ཡོན་དེ་འབྱུང་གི་རེད། ཆོས་འདོན་ལྟ་བུའི་ཚེ་ཡང་མཐའ་སྐོར་དུ། ད་བཀའ་འགྱུར་བསྟན་པའི་བློ་ཁར་འགྲོ་ཆོས་བློ་ཁར་འགྲོ་བའི་ཁ་ཐུག་ལ་འགྲོ་བ་དང། ཨ་ནི་ཀུན་སློང་ཡག་པོ་ཅིག་བཅོས་ནས་པས་སོ་སོའི་མཐའ་སྐོར་ལ་བས། དེ་ནི་མཐའ་སྐོར་དུ་ལྷ་ཀླུ་དང། མི་མ་ཡིན་སོགས་མང་དུ་འདུས་པ་ལ་འཆད་པར་མོས་པས་བཏོན་ན་ཕན་ཡོན་དེ་ལྟར་འབྱུང། དཔེ་ཆ་འཛིན་སྐྱོར་བྱེད་པའི་ཚེ་ཡང་རེ་བ་དང། འཛིན་སྐྱོར་སྦྱང་བྱས་ནས་པས་སྐྱོར་ཐབས་སྤྱད་པའི་ཁ་ཐུག་ལ་ཡང་བསམ་བློ་དེ་འདྲའི་བཏང་ནས་བཏོན་གྱི་ཡིན་ན་ཕན་ཡོན་དེ་ཡོང་གི་རེད། དཔེ་ཆ་འཛིན་རྒྱུར་བྱེད་པའི་ཚེ་ཡང་དེ་དང་དེ་དང་འདྲ། གཞན་ལ་སྐད་ཆ་བཤད་པ་ཚུན་ཆད་དུ་ཡང་བླང་དོར་གྱི་གནས་བསྟན་ན། དགེ་སྡིག་སྤང་བླང་གི་བའི་སྐད་ཆ་བཤད་པའི་སྒང་ལ་ད་ག་ཟེ་ཇུ་དོ་རྒྱུ་ནི་མེད་པར་ག་གི་ཕན་ཐོགས་མེད་པའི་ངག་འཆལ་འདྲ་པོ་བཤད་མ་བསྡད་པ་བྱས་ཨ་ན་དངོས་གནས་ཀྱི་ཕན་ཐོགས་ཡོང་མཁན་གྱི་དགེ་སྡིག་སྤང་བླང་འདྲ་པོ་ཟེར་འོ་དེ་དེ་འདྲ་བྱེད་དགོས་རེད་ཨོ་དེ་བྱེད་རྒྱུ་ཡོད་མ་རེད་དེ་སྡིག་པ་ཡོད་རེད་དེ་བྱེད་དགེ་བ་ཡོད་རེད་ཟེར་ཡ་འདྲ་པོ་གཅིག་ཡིག་ཐ་དགེ་བ་ཡོད་རེད་སྡིག་པ་ཡོད་རེད་ཟེར་ཡ་གི་ཚིག་དེ་གཅིག་བེད་སྤྱོད་བཏང་ནས་ཨཱ་ནི། དུ་ཞིག་བཤད་ཀྱི་ཡིན་ན། ཨཱ་ནི། དེ་གའི་ཕན་ཡོན་དེ་ཡོང་གི་རེད་ཟེར་མཁན་ལ་སྐད་ཆ་བཤད་པར་མཚོན་བྱེད་དོན་ཡང་བླང་དོར་གྱི་གནས་བལྟས་ན་ཕན་ཡོན། ཁྱད་པར་ཅན་འབྱུང། འོན་ཀྱང་བླ་མར་འགྲོ་མི་འགྲོ་བྱེད་པ་ནི་ཡོད་གསུངས་རེད་རེད་པ་དང། བསླབ་བྱ་བོད་པའི་བཤད་པའི་སྒང་ལ་བོད་ཀྱི་བཤད་ཚ་དེ་དང་སོ་སོའི་བསླབ་བྱ་བཤད་མཁན་གཉིས་ཀླ་ཀློ་རེད་དགོས་ཡ་ཡོད་མ་རེད་པ། ཀླ་ཀློ་ཟེར་ཡ་དེ་སོ་སོའི་བོད་ཀྱི་བླ་མ་བསྟེན་དད་པ་བྱས་ནས་དང་པོ་བརྟག་དཔྱད་ཡག་པོ་དེ་བྱེད་ང་ནི་དད་པ་བྱེད་ནི་ཕི་གའི་དངོས་གནས་ཀྱི་ངེས་པའི་དགེ་རྒན་བླ་མ་བསྟེན་དགོས་བསམ་ནས་ཕར་བསྟེན་ཕར་ཕྱོགས་དེ་གའི་འོ་ཡག་འགྲིག་གི་རེད་ཕྱི་རོལ་ངས་དགེ་ཕྲུག་བྱེད་དགོ་ཡང་མིན་ན་སློབ་མ་བྱེད་དགོ་ཟེར་ནས་ད་ཆུའི་ཤོ་ལོ་ཀ་གཅིག་བསྟེན་པ་ཡིན་ནས་ང་ནི་ལ་ལུ་རེད་ཟེར་སྲོད་དེ་མ་གཏོགས་ཆུ་གྲོགས་ར་གཅིག་རེད་བ།

འོན་ཀྱང་བླ་མར་འགྲོ་མི་འགྲོའི་ཁྱད་པར་ནི་ཡོད་གསུངས་སམ། བསྙེན་པ་སྟོན་པ་དང་ཆོས་ལ་རིམ་གྲོ་བཅས་པ་དང། ཆོས་ཤེས་པའི་ཕན་ཡོན་བསམ་པ་དང་སྟོན་པ་དང་ཆོས་ལ་རིམ་གྲོ་བཅས་པ། ཆོས་ཤེས་མཁན་དེ་གའི། རེ་བ་དང། དྭགས་པོ་ངག་དབང་གྲགས་པས་རྒྱ་ཡུམ་གསུང་ཚེ་སྟོན་པས་ཉེས་ལྡན་བཤམ། ཞེས་གསུངས་པ་ལྟར་བཅོམ་ལྡན་འདས་ཀྱིས་ཤེས་བཞིན་གྱི་རྡོ་གསུངས་པའི་ཚེ་ན། ཉིད་ཀྱི་ཕྱག་མཚན་བཟང་དཔེ་ཤེས་ཀྱིས་བརྒྱན་པ་གསེར་གྱི་ཡལ་འདབ་དཔྱངས་པ་ལྟ་བུའི། ཆུས་བྱས་པའི་གདན་བཤམས་པ་མཛད་པ་སོགས་བདག་ཅག་གི་སྟོང་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཀྱི་འཁོར་ལོ་བགེགས་རལ་པ་དང། མཚན་ཉིད་མེད་པའི་བགེགས་དག་གང་ཆེ་ཆུང་སྒོ་སྲུང་པའི་གང་ལ། དེའི་ནང་ནས་བའི་བཀའ་བར་པ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཆོས་གསུངས་པའི་ཁ་ཐུག་ལ།

ད་ཆོས། བཞུགས་ཁྲི་ག་ལ་ཡར་མ་བཞུགས་གོང་ལ་ཀོ་ར་གསུམ་བྱོན། ཀོ་ར་གཡས་སྐོར་གསུམ་བྱོན། རེད་པ་ད། ད་ལྟ་ང་ཚོ་དེའི་ཚོས་འདྲ་བ་དེ་བདུན་དེ་ཤག་གསུམ་གྱིས། རེད་པ་ད་ད་དེ་ནས་སྔོན་བྱུང་སྟོན་པའི་རྣམ་དག་ཕྱིས་འབྱུང་གདུལ་བྱའི་ཉམས་ལེན་ཟིན་ད་བླ་མ་གོང་མ་རྣམས་མ་གཅིག་གིས་གཅིག་གཅིག་གཅིག་མ་བརྗོད་དེ། རེད་པ་ད། བྱས་ནས་ད། ཕྱག་ལེན་དེ་གནང་གི་ཡོད་རེད་པ་ད་ཁྲི་ལ་འདུག་ཟེར་གཡས་སྐོར་བྱས་ནས་འདུག་ཟེར་བྱས། རེད་པ་ད། ཁ་ཐུག་ཚུལ་མ་ཡོང་པ་བྱས་གཡས་སྐོར་འདུག་ཟེར་བྱས། ཨ་ནི་ཕྱག་གསུམ་ཕུལ། དེ་རེད། ཨ་ནི་སངས་རྒྱས་དང་སྐུ་ལ་ལན་གསུམ་བསྐྱོན་ཏེ་ཁྲི་རུ་འཁོད་ནས་ད་ལྟ་ལྷོ་ཕྱོགས་དཔལ་ལྡན་འབྲས་སྤུངས་སུ་གསང་སྔགས་ཀྱི་ཆོས་འཁོར་བསྐོར་བ་སྤོ་བ་ང་ཉིད་ཉིན་ཚུལ་དང་སྦྱར་ཤིན་ཏུ་ཡངས་པ་བསྐྱངས་པར་མཛད། སུ་ཤིན་ཏུ་ཡངས་ན་བསྐྱངས་ཏེ་ནི་ཨོ་དེ་རེད། འཇམ་དཔལ་ཚེ་འགྱུར་ན་གཅིག་ཡོད་པ་ཨོ་དེ་རེད། འདི་ནས་སྦྱར་ཤིན་ཏུ་ཡངས་པ་བསྐྱངས་པར་མཛད་ཚུལ་གླིང་བཞིར་གསལ་བར་ཡོད། ཡུམ་ཤེས་རབ་ཀྱི་བར་དུ་ཕྱིན་པས་གླིང་བཞི་དང་ཡོངས་འདས་ཟད་དེ་རོ། དགོད་བསྐོར་ལ་གླིང་བཞི་རྗེས་འཇུག་འཇུག་ལ་ཡོངས་འདས། བསྟན་པ་དེ་ཀུན་དགའ་བོ་ལ་གཏད་པས་ཡོངས་འདས་གཅིག་རོ། བསྟན་པ་ཡོངས་སུ་གཏད་པ། ཀུན་དགའ་བོ་ལ་པའི་ཡུམ་ཤེས་རབ་ཀྱི་བར་དུ་ཕྱིན་པའི་ཚིག་གཅིག། ཡིན་ནས་འདི་གའི་འཕྲོ་བརླག་ཕྱིན་ནས་བརླག་སོང་ན་ཨ་ནི་ངས་ཁྱེད་རང་ལ་སྐྱོན་དུ་བལྟ་གི་ཡིན། དེ་རྒྱུ་ནི་བརླག་ཆོག་གི་མ་རེད། ཆོས་གཞན་པ་ག་རེ་ཡིན་ན་ཡིན་ཡུམ་ཤེས་རབ་ཀྱི་བར་དུ་ཕྱིན་པའི་ཆོས་འདི་ཚིག་གཅིག་ཁྱེད་རང་གིས་མ་བོར་བ་མ་བརླག་པ་བྱེད་དགོས་རེད།

རོལ་པ་དང་གསང་སྔགས་ཀྱི་ཆོས་དུང་སྒོ་རྩ་བཅུ་གསུང་དབྱངས་དང། དེ་ནས་ཡབ་ཡུམ་ཤེས་རབ་ཀྱི་བར་དུ་བྱིན་པ་བཀའ་བར་པ་འཁོར་ལོ་མཚན་ཉིད་མེད་པའི་ཆུ་མགོ་བསྐོར་བ་ནི་མཉམ་འདུལ་ཡིན་པ་དེ་ལྟར་དེའི་སྟེང་གི་ཡོག་རེད། མཉམ་འདུལ་ཡིན་པ་ཡིན་ཙང་སངས་རྒྱས་པའི་ཕྱི་ལོ་དེ་ལ་སངས་རྒྱས་ནས་གྲུབ་པའི་ཚེས་བརྒྱད་ལ་གདིང་བཞི་ཆུ་མགོ་བསྐོར་དེའི་ཕྱི་ལོའི་བའི་ནག་པ་བོད་ཟླ་གསུམ་པའི་ཚེས་པ་བཅོ་ལྔ་ལ་ནག་པ་ཟླ་བའི་ཚེས་པ་བཅོ་ལྔ་ལ་རྒྱུད་གསུངས་པ་རེད། ཕྱི་རབས་ཀྱི་བར་ཆེན་པོའི་ཡུམ་གསུངས་པ་རེད་གསུངས་ཡ། ད་མཁས་པ་མང་པོ་ཁྲིད་ཀྱི་གཞས་འདི་རེད། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་དང་མཁས་གྲུབ་ཐམས་ཅད་ཆེན་པོ་དང་ད་པན་ཆེན་བསོད་ནམས་གྲགས་པ་དང་རྗེ་བཙུན་ཆོས་རྒྱལ་མཚན་ལགས་སོགས་ཀྱི་ད་ཡིག་ཆ་མཛད་པོ་ཚང་མ་ལོག་གི་ད་འདྲེན་གཅིག་ཏུ་གསུངས་བསྡད་ཡ་དེ་དེ་རེད། ད་ཡང་གསུང་ལུགས་གཅིག་ལ་ཕུག་པའི་ལུགས་དང་ཁ་གཅིག་ལ། སངས་རྒྱས་མྱ་ངན་ལས་འདས་ནས་བདེ་དགའ་ལ་ཁ།

འགྲོ་བ་དང། བྱས་ན་དེ་འདྲས་ཡོང་སྲིད་ཀྱི་མ་རེད། དེ་ཡན་ཙང་དངོས་གནས་བྱས་ནས་བས་སངས་རྒྱས་ནས་བས་ལམ་སང་རྩ་ཆེ་ཤོས་དེ་སྲུང་དགོས་ཡ་གྱི་ཡོད་རེད། དེ་རེད། འཇགས་འདི་བྱས། ཆོས་ནི་སངས་རྒྱས་བྱས་ཀྱང་བཀུར་བའི་ཞིང་ཡིན་པས་གུས་པ་ཆེན་པོས་འཆད་དགོས། དེ་བཞིན་དུ་བཀའ་བསྡུ་དང་པོའི་ཚེ་ཡང་དགྲ་བཅོམ་པ་ལྔ་བརྒྱའི

དགྲ་བཅོམ་པ་ལྔ་བརྒྱའི་དབྱར་གནས་པ་ཁས་བླངས་སོ། དེའི་ཚེ་དགྲ་བཅོམ་པ་ལྔ་བརྒྱའི་སྣམ་སྦྱར་བརྩིགས་པ་གདན་དུ་བཏིང་པའི་སྟེང་དུ་འཕགས་པ་ཀུན་དགའ་བོ་འཛེགས་ཏེ་ཁ་མཉེན་ཡོད་དུ་ཕྱོགས་ཏེ། ད་སངས་རྒྱས་མྱ་ངན་ལས་འདས་པའི་མཛད་པ་མཛད་ཚར་བ་དེའི་རྗེས་ལ་ད་བཀའ་འདུས་དང་པོ་དེ་རེད་བཀའ་འདུས་དང་པོ་དེ་བྱས་ཙང། བཀའ་བསྡུ་བ་གནང་མཁན་དེ་བྱེད་དང། དང་པོ་དེ་ནི་ཀུན་དགའ་བོར་བ་དང། ད་དེའི་ཨ་ལས་ལོ་རྒྱུས་ད་ལྟ་ཞུ་དུ་མི་གོ་བ་བྱས། ཀུན་དགའ་བོས་འཛེགས་ཏེ་ཁ་སྙན་ཡོད་དུ་ཤོར་ཏེ་འཐབ་མོ་སྦྱར་གདོང་མཆི་མས་གང་བཞིན་དུ་སྙན་པའི་གདངས་དང་བཅས་འདི་སྐད་བདག་གིས་ཐོས་པ་དུས་གཅིག་ན་ཞེས་བྱ་བ་ལ་སོགས་པས་མདོ་སྡེའི་སྡེ་སྣོད་བསྡུས་སོ། ཀུན་དགའ་བོ་གིས་དེ་ནི་ཀུན་དགའ་བོ་སྟན་ལས་བབས་ཏེ་འཁོད་པ་དང་འཕགས་པ་ཉེ་བར་འཁོར་གྱིས་སྔ་མ་ཇི་ལྟ་བ་བཞིན་དུ་བྱས་ཏེ་བསྡུ་བའི་སྡེ་སྣོད་བསྡུས་སོ། དེ་བཞིན་དུ་འཕགས་པ་འོད་སྲུང་ཆེན་པོས་མངོན་པའི་སྡེ་སྣོད་བསྡུས་སོ། འདི་དག་ལ་བཀའ་བསྡུ་བ་དང་པོ་རུ་གྲགས་པ་ཡིན་ལ། འོད་སྲུང་ཆེན་པོས་ཀུན་དགའ་བོ་ལ་བསྟན་པ་གཏད་དེ་མྱ་ངན་ལས་འདས་སོ། དེ་བཞིན་དུ་ཀུན་དགའ་བོས་དགྲ་བཅོམ་པ་ལ་བསྟན་པ་གཏད་དེ་མྱ་ངན་ལས་འདས། དེ་ནས་ཤ་ནའི་གོས་ཅན་ལ་གཏད། དེས་འཕགས་པ་ཉེ་བའི་ལ་གཏད། དེས་ཟླ་སྡེ་ཀ་ལ་གཏད། དེས་ནག་པོ་པ་ལ་གཏད། དེས་ལིག་ཐོང་ཆེན་པོ་ལ་གཏད་དེ་བསྟན་པའི་གཏད་རབས་བདུན་གསལ། དེ་ལ་བསྟན་པའི་གཏད་རབས་བདུན། ཞེས་གྲགས་སོ། བཀའ་བསྡུ་བ་གཉིས་པ་ནི་གཟི་ཟླ་བཀའ་བསྡུ་དང་པོ་ཟི་ཐེར་བ། གསང་ཆེན་མྱ་ངན་ལས་འདས་པའི་བཞུགས་དབུས་བུདྡྷ་ཏཱ་དེ་ལ། ད་བཀའ་བསྡུ་གཉིས་པ་དེ་བཅོམ་ལྡན་འདས་མྱ་ངན་ལས་འདས་ནས་ལོ་བརྒྱ་དང་བཅུའི་ལོན་པ་ན་ཡངས་པ་ཅན་གྱི་དགེ་སློང་རྣམས་ཀྱིས་ཨ་ལ་ལ་ཞེས་བྱ་བ་ལ་སོགས་པའི་རུང་བ་མ་ཡིན་པའི་གཞི་བཅུ་བསྐྱེད་པ། བསྟན་པ་དྲི་མ་ཅན་དུ་བྱས་པ་ན་ནི་དགྲ་བཅོམ་པ་གྲགས་པ་ལ་སོགས་པ་དགྲ་བཅོམ་བདུན་བརྒྱར་གཅིག་གིས་མ་ཆོག་པ། གཅིག་གིས་མ་བླངས་པ། ཟེར་རོ། བསྡུས་ཏེ་རུང་བ་མ་ཡིན་པའི་གཞི་བཅུ་སུན་ཕྱུང་ནས། བ་བཀག་ནས་ཟེར་རོ། སུན་ཕྱུང་ནས། བཀྲ་ཤིས་ཀྱི་སོ་ཆུང་མཛད་དེ་དེའི་ཚེ་ལྷ་རྣམས་ཀྱིས་ཆོས་མ་ཡིན་པའི་ཕྱོགས་ནས་ཕམ་མོ། ཆོས་ཀྱི་ཕྱོགས་ནས་འཇལ་ལོ་ཞེས་ཆེད་དུ་བརྗོད་དོ། དེ་ལ་བསྡུ་བ་གཉིས་པ་ཞེས་བྱའོ། བཀའ་བསྡུ་བ་གསུམ་པ་ནི་ལུང་ལས་མི་འབྱུང་ཞིང་བསྟན་བཅོས་ལས་གྲགས་པར་གསུངས་ཤིང། དེ་ལ་ལུགས་གཅིག་ལ་སྟོན་པ་མྱ་ངན་ལས་འདས་ནས་ལོ་བརྒྱ་དང་སུམ་ཅུ་སོ་བདུན་འདས་པ་ན། གྲོང་ཁྱེར་སྐྱ་ཡུལ་བུ་ཞེས་བྱ་བར། བདུད་སྡིག་ཅན་དགྲ་བཅོམ་པའི་ཆ་བྱད་དུ་སྤྲུལ་ནས། རྫུ་འཕྲུལ་སྣ་ཚོགས་བསྟན་ཏེ་དགེ་འདུན་རྣམས་ལྟ་བ་ཐ་དད་དུ་ཕྱེ་ནས། རྟ་དགེ་འདུན་ནག་ལོ་ལ་འཁྲུག་ལོང་བྱུང་ནས་རོ་བ་ད་གཡེན་ཅལ་འདྲ་བོ་བྱས་ནས་འཁྲུག་ལོང་དུ་གྱུར་ནས་ལོ་དྲུག་ཅུར་མི་མཐུན་པར་གྱུར་དགེ་འདུན་མི་མཐུན་པར་གྱུར་དེ་ནས་དགེ་སློང་ནི་མའི་བུ། ནི་མ་པའི་བུ་ཞེས་བྱ་བའི་དགེ་འདུན་བསྡུས་ཏེ་རྩོད་པ་བཟླུམས་ཏེ། དེ་ནས་ཆུ་ཕྱོགས་སུ་གཞེས་བར་བྱས་པ་ལ་བསྡུ་བ་གསུམ་པར་གྲགས་པ་དང། ཡང་ལུགས་གཅིག་ལ། སྟོན་པ་མྱ་ངན་ལས་འདས་ནས་ལོ་བརྒྱ་དང་བཅུ་དྲུག་ལོན་པ་ན་གྲོང་ཁྱེར་མེ་ཏོག་གིས་བརྒྱན་པ་ཞེས་བྱ་བ། དགེ་འདུན་གྱི་གནས་བརྟན་བཞི་ཀྱི་རིགས་མི་མཐུན་པའི་ལེགས་སྦྱར་དང་ཟུར་ཆག་དང། ཡུལ་གྲུའི་རང་བཞིན་པ་དང་ཤ་ཟའི་སྐད་ཀྱི་ལུང་འདོན་པ་ན་སློབ་མ་རྣམས་མི་མཐུན་པར་གྱུར་ཏེ་རྩ་བའི་སྡེ་བཞིར་བྱས་སོ། དེ་དག་ཀྱང་སྣང་སྲིད་ཀྱི་དབྱེ་བ་དབྱེ་བའི་བཟླས་པ་བཅོ་བརྒྱད་དུ་བྱས་ནས་ཕན་ཚུན་བར་བཅུ་སྟེ་ད་ཞེ་དྲག་སྨྲ་བ་བཟླས་པ་བཅོ་བརྒྱད་བསལ་ཏེ། ད་བི་ཀའི་རྩོད་པའི་ཁང་ལ་ནི་ནམ་ཞིག་ན་རྒྱལ་པོའི་སྤྲིན་དྲི་མི་ཏི་ལོང་བསྟན་པའི་མདོ་སྙེད་ནས། རྡོའི་ནང་ལོགས་ལ་རྒྱལ་པོ་ཀྲི་ཀྲི་པའི་རྨི་ལམ་བཏང་སྟེ་ད་ལུང་བསྟན་རྒྱལ་པོ་ཀྲི་ཀྲི་ལ་ལུང་བསྟན་བྱུང་བ་དེ་རེད་པ་དང་དེས་རྡོ་དེ་རྙེད་པ་རེད། རྡོ་རྙེད་བལྟས་པས་སྡེ་པ་བཅོ་བརྒྱད་དུ་གྱུར་ཀྱང་རྣམ་པར་གྲོལ་བའི་འབྲས་བུ་ཉམས་པ་མེད་པར་སོང་པ་མཐོང་ནས་ཕན་ཚུན་མཐུན་པར་གྱུར་ཅིང། ད་གང་ག་དམིགས་ཡུལ་གཅིག་པ་ཆགས་བསྡད་པ། ཁ་ཐུག་གི་བི་ཀའི་ལག་ལེན་ལྟར་བཏང་ནས་དེ་ལུགས་སྲོལ་ཐོག་སོ་མི་འདྲ་བ་བཅོ་བརྒྱད་རེད་པ་རེད་མ་གཏོགས་མཐར་བི་ཀའི་ཞི་བ་མྱང་འདས་ཐོབ་དེ་ཡང་ནི་གཅིག་པ་ཡིན་པ་དེ་དུ་གསུངས་ཡོད་པ་དེ་མཐོང་ནི་ནི་གང་ག་ཐུམ་པོ་བྱུང་བ་རེད། དམིགས་ཡུལ་གཅིག་པ་ཡིན་ཙང། བསྟན་པ་གཅིག་ཏུ། སངས་རྒྱས་ཀྱི་བསྟན་པ་གཅིག་ཏུ་བསྡུས་པ་ལ་འདུལ་བ་གསུམ་པ་ཞེས་བྱའོ། དེ་དག་ཀྱང་གཙོ་བོར་ཐེག་པ་ཐུན་མོང་བའི་སྡེ་སྣོད་ཀྱི་དབང་དུ་བྱས་ལགས་ད་བཀའ་བརྒྱུད་ཟེར་ཡ་དེ། ཐེག་པ་ཆེན་པོའི་སྡེ་སྣོད་ཀྱི་རྩ་བའི་བསྡུས་པ་པོ་ནི། བྱམས་པ་ལ་སོགས་པའི་བྱང་ཆུབ་སེམས་དཔའ་རྣམས་ཡིན་ཏེ། རྟོག་གེར་འབར་བ་ལས། རྒྱལ་བའི་རྩ་བའི་བསྡུས་པ་བྱེད་པ་པོ་ཀུན་ཏུ་བཟང་པོ་དང་འཇམ་དཔལ་དང་གསང་བའི་བདག་པོ་དང་བྱམས་པ་ལ་སོགས་པ་རྣམས་ཀྱིས་བསྡུས་པའི་ཕྱིར་རོ། དེ་ནི་བདག་ཅག་གི་རྩ་བའི་བསྡུས་པར་བྱས་པ་ཉན་ཐོས་ནི་མ་ཡིན་ཏེ་ཐེག་པ་ཆེན་པོའི་གསུང་རབ་ནི་དེའི་ཡུལ་མ་ཡིན་པས་ཉན་ཐོས་ཀྱི་ཡུལ་མ་ཡིན་པའི་ཕྱིར་རོ་ཞེས་གསུངས་སོ། ད་འོ་དོ་ཟེར་བྱས་ན་གང་ཁྱེད་པའི་བཀའ་བསྡུས་པའི་སྒང་ལ་འདི་ནི་ཆོས་ལ་བུ་གས་གུས་པ་བྱེད་ཡག་དང་ཆེད་དུ་ཨ་ནི་རྣམ་བཞག་བརྩིགས་ནས་རྣམ་བཞག་ལྔ་བརྒྱ་ཟེར་བ་དང་རྣམ་བཞག་ཡག་བརྩིགས་ནས་དེ་ནི་བཞུགས་ཁྲི་བཟོས་ནས་མཐོན་པོ་ཡག་བཟོས་ནས་དེའི་སྒང་ལ་དེ་ནི་ཀུན་དགའ་བོ་བཞུགས་པ་རེད་ཅེ་ད་རྣམ་བཞག་དེ་གདན་ལ་བཏིང་རུང་གོ་མ་རུང་བ་རྣམ་བཞག་དེ་ཕར་བཞག་ནས་དེ་ནི་ཆོས་སྐུ་ཤར་འདབ་དང་གཟན་ལ་སོགས་པ་དེ་ཚོའི་བུ་གས་སངས་རྒྱས་ཀྱི་བའི་ནམ་མཚར་ཡིན་ཙང།

ཆོས་གོས་དེ་ཚོ་སངས་རྒྱས་ཀྱི་ན་བཟའ་རེད། སངས་རྒྱས་ཀྱི་ན་བཟའ་ཡིན་པས་གཟན་གྱིས་ཕྱི་བདར་བཏུང་བ་དང། གདན་དུ་བཏིང་བ་སོགས་བྱེད་མཁན་མང་པོ་ཡང་ཤིན་ཏུ་ནས་བྱ་མི་རུང་ཟེར། ཅོག་ཙེ་ཕྱི་དགོས་ཡ་འདྲ་བོ་དང་ཕྱི་ཡོད་ན་སོ་སོ་གཟན་གྱི་ལམ་སང་ཕྱི་རྒྱུ་ཡོད་མ་རེད་གཟན་དེ་ཨོ་འདི་སངས་རྒྱས་ཀྱི་གནང་བྱ་ཡ་ནམ་ས་རེད། ཆོ་གོ་མ་རེད་བསམ་པ་ཅིག་དགོས་རེད། དེ་རང་དུ་བྱེད། འོན་ཏེ་ནི། གཏོང་བ་དང་གདན་དུ་བཏིང་བ་སོགས་བྱེད་མཁན་མང་ཡང་ཤིན་ཏུ་ནི་བྱར་མི་རུང། ཆོས་ཀྱི་ཆེ་བའི་ཆེད་ནི་དེ་ལྟར་དགོས། སྟོན་པའི་ཡོན་ཏན་དང་བཀའ་དྲིན་དྲན་ནས་ཀྱང་གུས་པ་བསྐྱེད་དགོས། དེ་བྱས། ད་གསུམ་པ་བསམ་པ་དང་སྦྱོར་བ་ཇི་ལྟ་བུས་བཤད་པ། བསམ་པ་ནི་དྭགས་པོ་ངག་དབང་གྲགས་པའི་དཔེ་བཅུའི་བདག་ཉིད་འབྲོག་དང་བཅས་པའི་ངར་གཞན་འཇོན་གླིང་དང་ཤེ་ཤུ་ཕྲག་དོག་སྤངས་འཁོར་ལ་བྱམས་མགོན་བདུད་བཞི་བརྔས་ཟིན་པའི་ཚུལ་བཞིན་བསྟན་རྒྱས་བདེ་བའི་ཡོ་བྱད་བསམ་ཞེས་གསུངས་པ་ལྟར་གདམས་ངག་གི་གནད་གལ་ཆེ་བ་རྣམས་སེར་སྣ་བྱས་ཏེ་མི་སྟོན་པའི་དཔེ་བཅུ་དང། བྱས་ཙང་ཆོས་མ་ཤེས་པའི་སྒང་ལ་ཤེས་མཁན་གྱིས་དཔེ་སེར་སྣ་བྱེད་རྒྱུ་ཡོད་མ་རེད། གོ། ཆས་གོས་གསར་གྱི་ཀླད་ཀ་ན་གདམས་ངག་ག་དྲིན་ཅན་ཡིན་པ་ཡིན་ན་པའི་ཁ་ཐུག་པའི། གསུང། མ་བཤད། དཔེ་ཆོས་མ་བྱས་པ་བྱས་མ་རེད་པ་བྱས་ནས་སེར་སྣ་བྱས་ནས་པའི་འོ་དེ་རེད། སེར་སྣ་བྱས་ཏེ་མི་མཐུན་པའི་དཔེ་ཆོས་དང། ཆོས་འཆད་པའི་ཞོར་ལ་ངས་ཀྱང་སྔར་འདི་དང་འདི་བྱས་ཞེས་བདག་ཉིད་སྒྲོག་པ། ཆོས་བཤད་པའི་ཁ་ཐུག་ལ་སོ་སོ་གི་ལོ་རྒྱུས་བཤད་བསྡད་པའི་ཚོ་ལ་ཅི་བྱེད་རྒྱུ་ཡོད་མ་རེད། པ་དང་ངའི་ངོ་མ་ཅི་བྱེད་ཅི་བྱེད་བས་ད་འབྱོན་པའི་འབྱོན་རབས་མ་གཏོགས་མ་འབྱོན་པ་ད་ཤེས་ཀྱི་མ་རེད་པ་ད། འབྱོན་པའི་འབྱོན་རབས་འགྲོ་པ་བ་ཤེས་ཆོས་གང་ལགས་དེ་ཤེས་རྒྱུ་ཡོད་མ་རེད་དེ་ཤེས་ན་ལེགས་རྒྱལ་གྱི་བཟོ་རེད་པ་ཆགས་འགྲོ་གི་རེད་པ། དེ་ནས། ཆོས་འཆད་པའི་ཞོར་ལ་ངས་ཀྱང་སྔར་འདི་དང་འདི་བྱས་ཞེས་བདག་ཉིད་སྒྲོག་པ་དེ་འགྲིག་གི་མ་རེད། ཤེས་ན་ངས་མ་འཇོན་པ་དང་ངས་མ་ཤེས་པ་ཅིག་ཤེས་ཀྱི་ཡིན་ན་ཡང་དེ་གསུང་སྲོལ་ཅིག་ཡོད་རེད། ཆོས་བཤད་པའི་ཞོར་ལ་ངས་ཀྱང་སྔར་འདི་དང་འདི་བྱས་ཞེས་བདག་ཉིད་སྒྲོག་པ་དང་ཁྱད་པའི་ང་བ། ཆོས་བཤད་པའི་སྒང་ལ་དཀའ་ལས་ཁ་མདོག་འདྲ་པོ་བྱེད་དོ་ད་ཁ་ཤས་པའི་ཆོས་བཤད་ནས་དཀའ་ལས་ཁ་མདོག་ཐང་ཆེན་མདོག་འདྲ་པོ་གཉིད་ཁུག་ཆོས་བཤད་དཔེ་ཆ་ཁྲིག་གི་ཁྲིག་གི་གཉིད་ཁུག་དེ་གཉིས་ཅི་འདྲ་ཡོད་རེད་བ། ཁ་ཤས་ཡང་དགེ་རྒན་གཉིད་ཁུག་དགེ་ཕྲུག་གཉིད་ཁུག་ཨ་སྟོད་སི་ངན།